དཔོན་པོ་གཅིག་བྱས་འབངས་འཁོར་གཡོག། ཕྱུག་པོ་ནི་འདང་པ་གཅིག་སྐྱོ་བོ་ཐུག་པ་རབ་འབྲིང་མཐའ་གསུམ། ཡུལ་འདི་རྒྱ་ཆེན་པོ་ཆེ་འདི་འདྲ་ཅིག་ཡོད་པ་རེད། དེའི་ནང་ན་ད་ལུང་ཆུང་རེད་ལ་དཔོན་ཆུང་རེད་ཟེར་ཡ་དེ་སྔན་མ་ང་རང་ཚོའི་ལོ་རྒྱུས་བོད་ཀྱི་ནང་ལ་འདི་འདྲ་ཅིག་ཡོད་པ་དེ་སྔན་མ་སྔན་མ་གི་སྐབས་ལ་འདི་འདྲའི་ལུང་པ་རེ་གི་ནང་ལ་རྒྱལ་པོ་ཡིན་ན་འདྲ་དཔོན་པོ་ཡིན་ན་འདྲ་ཨང་ཆེན་པོ་རེ་རེ་ཡོད་པ་རེད། དེ་འདྲའི་བྱེད་ཨེ་ནི། ཕྱུག་པོ་ཕུན་སུམ་ཚོགས་པ་རྒྱུ་ནོར་ཕུན་སུམ་ཚོགས་པ། དཔལ་འབྱོར་ཕུན་སུམ་ཚོགས་པ་འབྲོང་པ་དེ་འདྲ་ཅིག་དང་ཡང། སྐྱོ་པོ་སྐྱོ་པོ་དངོས་གནས་ཁོ་ན་བེད་སྐྱོ་པོ། ཟ་རྒྱུ་འཐུང་རྒྱུ་ཡོད་ཙམ་མེད་ཙམ་དེ་འདྲ་ཅིག་གི་སྐྱོ་པོ་ཅིག་བྱེད། དེ་འདྲ་ཅིག་ཡོད་རེད་ཞུས་ཡ་ཡིན། རྩ་བའི་རྟ་རབ་འབྲིང་ད་གསུམ་འབྲོང་པ་མང་པོ་ཡོད་རེད་དེ་དག་སྒྲུང་འདི་ཁོ་གཉིས་ཀྱི་སྒང་ལ་བཅག་ཏུ་ཡོད་རེད། ཕྱུག་པོ་དེ་ཨེ་ནི་དཔལ་འབྱོར་ཕུན་སུམ་ཚོགས་པ་ཡོད་པ་ཅིག་ཡིན་གང་ལ་ཨེ་ནི། ད། སྐབས་དེ་དུས་ཨེ་ནི་བུང་བུ་ཅིག་ཡོད་དུས་ཕྱུག་པོ་འདི་ལ། བུང་མོ་ཅིག་བུང་མོ་ཅིག། དེ་ལ་སྤུ་གུ་སྐྱེས་སྤྲོད་བྱས། ཨེ་ནི་སྤྲང་པོ་འདི་ལ་ད་ཕྱིའི་ལྕགས་རི་བྱས་ན་ནང་གི་ནུར་བུ་བྱས་ན་ཡོད་ན་མེད་ན་རྟ་ཅིག་ཡོད་རེད་རྟ་གོན་མ་ཅིག་སྤུ་གུ་སྐྱེས་སྤྲོད་བྱས། དེ་ནས་དེ་གཉིས་ཆ་དང་ར་ལུག་རྟ་ཡག་མང་པོ་རྩྭ་ཐང་གི་ནང་ལ་བརྒྱབ་བཞག་གི་རེད་པ་དེའི་ནང་གློད་བཞག་པ་ཡོད་རེད་ད་ཕྱུག་པོ་དེ་མ་རུང་ཁོག་བྱང་བྱས་ནས་རྟ་ནི་བུ་གུ་དེ་ལ་རྟ་ཕྲུག་དེ་བྱུང་ན་ག་འདྲ་ཡོང་ས་རེད་བསམ་དེ་ནི་ཉི་མ་གཅིག་མཚན་གཅིག་ལ་ཨེ་ནི་བུ་མགུ་དང་སྟག་དང་གཉིས་ཆ་དུས་གཅིག་ལ་ཨ་ནི་སྤུག་སྐྱེས་པ་རེད་ཚེ་གང་གཅིག་ལ། ཕྱུག་པོ་དེ་མ་རུང་ཁོག་ཚ་རྔན་མ་ནི་སེམས་ནང་ལ་ངན་སེམས་བཅང་དུ་ཡོད་པ་ཡིན་ཙང། མཚན་ལ་ལམ་སང་ཕྱིན་ནས། བུང་ཕྲུག་དེ་རྟ་ལ་སྤྲད་རྟ་ཕྲུག་དེ་བུ་མགུ་ལ་སྤྲད་བྱེད་པོ་བརྒྱབ་བཞག་པ་རེད། ད་སང་གཉིས་ཀས་ཨ་ནི་ཉི་མ་ཤར་ནས་ག་ལ་གང་འཚམ་ཅིག་ན་སྤྲང་པོ་དེ་ཨ་ནི། རྟ་ལ་རྟ་ག་འབྲུ་དུ། རྟ་ཡི་རྩ་ལ་བུང་སྤྲུག་བུང་གི་རྩ་ལ་རྟ་སྤྲུག་ཡོད་རེད། རྟ་ལམ་སང་བྱེད་པོ་བརྒྱབ་པ་ཡིན་ན་ནི་ཕྱུག་པོ་ཨང་ཆེན་པོ་རེད། དཔལ་འབྱོར་ཕུན་སུམ་ཚོགས་པོ་རེད་མི་ཨང་ཅན་རེད་ནོར་ཡོད་རེད། ཞེས་ནས་ནི་རྟ་གཅིག་ལུང་པ་དེ་གི་དཔོན་པོ་དེ་ལ་ཞུ་གཏུགས་བྱེད་ག་ཕྱིན་པ་རེད། ནི་ཟླ་འགོང་མཚན་ལ་ངས་རྟ་དང་ཕྱུག་པོ་བུང་གི་གཉིས་ཀྱང་སྤུ་སྐྱེས་ཤགས། ཕྱུག་པོ་གི་འདི་སྤུ་དེ་གཉིས་བྱེད་པོ་རྒྱབ་བཞིན་འདུག་དེ་ལ་དཔོན་པོ་གི་གཟིགས་རྟོགས་སུ་གནང་རོགས་གནང། ཞུ་བ་ཕུལ་བའི་སྐབས་སུ། ད། དཔོན་པོ་དེ་ཡང་རྒྱལ་པོའམ་དཔོན་པོ་དེ་ཡང་ཕྱུག་པོ་གི་ཕྱོགས་ལ་བྱིན་བྱས་ནས། མ་རེད་དེ་འདྲ་དཀའ་བ་དཀའ་བ་བྱེད་པོ་རྒྱབ་ཡ་ཅིག་ག་བ་ཡོང་གི་རེད། ཁྱོད་རང་དཔའ་མགོ་བསོད་ནམས་མེད་པ་ཡིན་ཙང་རྟ་ལ་འབུ་འགུ་མ་གཏོགས་ཁྲིད་ཡོད་མ་རེད། ཕྱུག་པོ་བསོད་ནམས་ཆེ་དྲགས་ནས་འབུ་འགུ་ལ་རྟ་ཕྲུག་ཁྲིད་པ་རེད་དེ་འདྲ་རེད་མ་གཏོགས་དེ་དེ་འདྲ་བྱེད་པོ་རྒྱབ་བཞག་པ་དེ་འདྲ་རྩ་བ་ཉིད་ནས་མ་རེད་ཕྱུག་པོ་ཁོང་ལ་ནོར་གྱི་དྲག་པོ་ཕུན་སུམ་ཚོགས་པ་ཁོང་ལ་ཁྱོད་རང་གིས་དེ་འདྲའི་དཔེ། སྦང་གྱེན་ལོག་བྱེད་ཡ་དེ་དཔེ་མི་སྲིད་ཀྱི་ཧམ་པ་ཆེན་པོ་རེད། ཉེས་ཆད་བཅད་དགོས་རེད་ཟེར་ནས་སྤང་པོ་དེ་ཨེ་ནི་རྐང་ལག་བཞི་ཆ་སྐྱེ་གི། ཨེ་ནི་སྔས་མེད་ཀྱི་ཁྲིམས་ལ་ལྟ་མི་ནག་ཅན་ནག་ཉེས་ཅན་ག་འདྲི་ཞིག་བྱུང་བ་ན་བཙལ་བྱ་ཤར་གྱི་ཡོད་ར་ལྔ་བརྒྱ་ཆིག་སྟོང་དེ་འདྲས་གཟུགས་པོ་གཅེར་གཉལ་ལ་བཞག་ནས་དེ་འདྲ་ཅིག་ཨེ་ནི་བལྟ་བྱ་ཤར་ཡ་གྱི་ད་བཀའ་ཁྲིམས་བཅད་ཡ་གི།

རྒྱལ་པོ་ལགས་དཀོན་པོ་ལགས་ཟེར་ནས་འབོད། ད་འདི་འདྲའི་རྟ་ལྕག་ཙག་གཉིས་ནི་བཤར་མ་གནང་རོགས་ཅེས། དཔའ་མགོ་གི་ཁབ་མཇུག་གི་བག་མ་དེ་ངས་གླེང་གི་ཡིན། ཁོའི་ཁབ་མཇུག་ཁ་རལ་བས་ན་ངས་རྒྱབ་ཀྱི་ཡིན་ཟེར་ལབ་རེད། ཨ་ལས་ཟེར་ད་སྤོ་བོ་རི་དབང་འཇིགས་ཀྱི་ཁབ་མཇུག་རྒྱག་གི་ཡིན་ཟེར་ན་ག་རེ་ཟེར་གི་ཡོད་རེད། ཡིན་ནས་ད་སྐྱོན་མེད་རེད་ཟེར་ཨེ་འདོད་ད། དེ་རིང་གློད་ཤོག་ཟེར་ཁོ། ཡིན་ནས་རི་དབང་གི་དེ་གི་ཞུས་རེད་ང་ལ་ཉི་མ་གསུམ་དུས་ཚོད་གནང་རོགས་ཅེས་ཨ་ནི་ངས་ཁབ་མཇུག་བག་མ་བརྒྱབ་ནས་ཁབ་མཇུག་རྒྱག་གི་ཡིན་ཟེར་ལབ་རེད།

བོན་པོ་དེ་གི་ལབ་པ་རེད། ག་བ་ག་བ་ད་རྒྱ་མཚོ་ཆེན་པོ་ཁ་ལུས། རི་བོང་གཅིག་གི་རག་བྱེད་མ་གི་སྐྱོར་ནས་བཀག་པ་ཡིན་ཟེར་ན། གཏམ་སྣང་བ་ལ་མི་འགྲོ་སྐད་ཆ་ཁོ་རང་རེད་ཟེར་འདི་འདྲ་ཅིག་ཡོང་མི་སྲིད་པ་རེད། ལབ་དུ་བ། དེ་རི་བོང་དེ་གི་ལན་བརྒྱབ་པ་རེད། ད་ལྟ་བར་དུ་ཨེ་ནི། རྟ་ལ་བུང་ཕྲུག་སྐྱེ་བ་དང་བུང་གུ་ལ་རྟ་ཕྲུག་སྐྱེ་བ། གཏམ་སྣང་བ་ལ་མི་འགྲོ་བའི་སྐད་ཆ་རེད་ཟེར་ལན་བརྒྱབ་པ་རེད།

ཆུ་དང་བེ་མ་གཉིས་སྤྲེལ་ནས་སྐུད་པ་བཟོ་དགོས་འདུག་དེ་རྒྱལ་མོ་ལ་སྐུད་པ་ཁ་ཡར་བཅུག་རོགས་བྱས། བྲེ་གང་ཆུ་བྲེ་གང་བྲེ་མ་བྲེ་གང་ཁྱེར་ནས་རྒྱལ་པོ་དེ་ལ་བསྐུས་པས་རེད། བྲེ་ཟེར་ནི་ད་ངེད་མ་ང་རང་ཚོ་འདི་སྦྲུལ་དང་གྲོ་དང་དེ་འདྲའི་འདབ་རྫས་བྱེད་ཡག་གི་ཆུང་ཆུང་རེད་རེད་ཤིང་གི་དེ་ལས་ཟེར་གི་རེད་བྲེ་ཟེར་ན། དེ་འདྲས་གང་རེ་གང་རེ་སྤོས་པ་རེད། ད་འདི་གཉིས་ཅན་འདི་གཉིས་ཅན་ཆུ་དང་དྲི་མ། དྲི་མ་གཉིས་ཅན་སྤྲེལ་ནས་སྐུད་པ་བཟོས་ཤོག། དེ་ཡན་ནས་རྒྱལ་མོ་ལ་བཟོ་བཅུག་རོགས་བྱས། དེ་ང་ཚོ་དོལ་ཡ་དབང་གི་རྩ་ལག་ཏུ་བཙན་གྱིས་ཡིན་ལབ་རེད། ད་དཔོན་པོ་དེས་ནི་ག་བ་ག་ཆུ་བེད་མི་སྐུད་པ་བཀལ་ཟེར་ན་ག་རེ་ཟེར་དགོས་རེད། དམ་ད་བར་དུ་གཏམ་རྣོ་མ་ལ་མི་འགྲོ་བའི་སྐད་ཆ་རང་རེད། བྱུང་མྱོང་གང་ཡོད་མ་རེད་ག་འདྲས་བཀག་དགོས་རེད། དེ་རི་བོང་གིས་ལན་བརྒྱབ་པ་རེད་ལ་རེད་ད་ག་རང་རེད། དེ་དོ་ཡ་བང་གི་རྩ་ལག་ག་འདྲས་འཛེམ་གི་རེད་དམ་ད་བར་དུ་བྱུང་མྱོང་ཡོད་མ་རེད་དོ་ལོག་ཡོད་མ་རེད། ཨེ་ནི་རི་བོང་གི་རྣམ་པར་རྒྱལ་ནས་ཨེ་ནི་ཁམ་ཆུ། རྟ་དྲུག། རྟ་ལ་རག་བོང་དྲུག་བོང་གུ་ལས་སྤྲད་འདུག་ཟེར་ནས་རི་བོང་གིས་ཁམ་ཆུ་བག་མ་གླན་ནས་ཁམ་ཆུ་བརྒྱབ་པ་རེད་ཟེར་ཡག་གི་སྒྲུང་རེད། དེ་ར་མོ་ད་རྫོགས་སོང་མཚམས་འཇོག་ཞུ་གི་ཡིན། ད་མདོར་བསྡུས་ནས་ཞུས་པ་ཡིན་ན་ཁམས་རྒྱུད་སྡེ་དགེའི་ཨེ་ནི་ཅིག་བསླབ་བྱར་བཤད་ག་རེ་ཡོང་གི་ཡོད་རེད་ཟེར་ན། དཔོན་པོ་དེ་ཚོ་ཁྲིམས་ཐག་བཅད་ཉེན་དེ་ཚོ་ཨེ་ནི་ཅིག་རྒྱག་པའི་ཕྱོགས་ལ་རྒྱག་པ་ཟེར་ལབ་པ་ནང་བཞིན་མ་བྱས་བྱས་ནས་དྲང་པོ་གཞུང་བསྲང་ནས་ཁ་རི་ཁ་ཐུག་ལ་ཨེ་ནི་དྲང་པོ་ལ་ཁྲིམས་གཅོད་གནང་གོ་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་སི་ཁྲོན་སྡེ་དགེ་ནང་ན་བསླབ་བྱ་ཡོང་གི་ཡོད་རེད་ལགས་སོ་ཚང་མར་བཀྲ་ཤིས་བདེ་ལེགས།